ཐུགས་རྗེ་ཀུན་ལ་སྙོམས་པ་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་ཟིན། དུག་གསུམ་གནས་ཟིན་སངས་རྒྱས་མི་འགྱེད་ལ། བི་མདོ་ར་ཡ་ཡི་ཡུལ་ལ་ཕྱག་འཚལ་ལོ། ད་དང་ཟློག། བདེ་སྐྱིད་གཉིས་ཀྱི་སྐྱབས་གནས་དམ་པ། གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་ལ་གོས་ཕྱག་སྔོན་དུ་བཏང་ནས། ཨེ་ནས།

ངས་ལ་ཞུས་ཚར་བ་ཡིན། བལ་རྗེས་ད་ལ་ཁྲིམས་བོད་ཀྱི་མི་མང་ཚོར་ཐུགས་ཕན་གསོ་བའི་རེ་བ་བྱེད་ཀྱི་ཡོད། ད་དེ་རིང་འདས་ལ། བརྙན་ཐུང་དེ་གི་དགོས་དོན་གཙོ་བོ་དེ། རྡ་སའི་དང་སྤྱོད་ལམ་དང་བསམ་བློའི་བྱེད་ལས་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས་ཨ་ནེ་ཕོ་བའི་མེ་དྲོད་ལ

དང་ཐོག་གལ་ཆེན་ཁ་ཤས་ཀྱི་ལྷག་བཞག་དེ་ད་ལྟ་ང་ཡང་རོབ་རྩིས་བར་འགྲེལ་བཤད་ཞུ་གི་ཡིན། སྤྱིར་བཏང་ཕོ་བའི་མེ་དྲོད་དེ་དང་ཕོ་བའི་གི་ཟས་སྤྱོད་དེ་དག་ཤིན་ཏུ་གལ་ཆེན་པོ་ཡིན་པའི་རྒྱུ་མཚན་དེ་ག་རེད་ཟེར་ན། དེ་གི་ད་ཕོ་བའི་གི་མེ་དྲོད་ཀྱི་ཆད་ལེར་བརྟེན་ནས་ལུས་ཀྱི་ཟུངས་ཀྱི་ཟུངས་ཐམས་ཅད་ཡོང་ས་ད་ཅིག་ག་ཚོད་རེད། ཡོང་ས་ཨ་མ་འདྲ་བོ་དེ་ཕོ་བའི་མེ་དྲོད་རེད། ཡང་དེ་གི་ཆད་ལེར

ཆུ་མགོ་ཨ་མ་དེར་བསྐྱོན་ཡོད་པས་ན་འདི་ཆུ་ཁ་བ་འགྲོ་སའི་ཆུ་ཐམས་ཅད་ལ་ད་ག་རེ་དུག་ཡིན་ན་རེད་ག་རེ་ཡིན་ན་དེ་ཚང་མ་བར་ཁྱབ་འགྲོ་ཡོད་ཟེར་བ། ཆུ་མགོ་དེར་བསྐྱོན་ཡོད་ཙང། ད་ཆུ་མགོ་དེ་ཡག་པོ་ཅིག་གཙང་མ་ཡག་པོ་ཅིག་ཡོད་པས་ན་འདི་ཆུ་ཁ་བ་འགྲོ་སའི་ཆུ་ཚང་མ་དེ་ཆུ་དེར་གནོད་སྐྱོན་མེད་པ་དང་དེ་འདྲ་ཅིག། ཡོང་ཨེ་དེ་དག་དངོས་ནས་འཛུར་བ། ད་ག་ནང་བཞིན་ང་རང་ཚོ་ཕོ་བའི་མེ་དྲོད་དེ་ལ་དཀའ་ངལ་གྱིས་ཤོར་བས་ན་དེ་གི་རྒྱུ་མཚན་ལ་བརྟེན་ནས་དེ་གི་འབྲེལ་བ་ཡོད་པའི་དོན་དང་སྣོད་ཐམས་ཅད་ལ་ཡང་རིམ་པའི་གཞུང་དུ་གང་ཅི་ཁོ་དགེ་སྐྱོན་གྱི་སྟངས་ཀྱི་རེད། ད་ཕོ་བའི་མེ་དྲོད་དེ་བྱེད་ལས་དེ་ཡག་པོ་ཞེ་འུ་ཅོ་ཡོད་པ་ཡིན་ན་དེ་གི་ཕན་ཡོན་ད་དུང་མ་སོང་ལ་ག་རེ་ཟེར་ན་ལུས་པོའི་ནང་ལ་དོན་དང་སྣོད་ཀྱི། ད་དོན་དང་གནོད་སེམས་ཕལ་ཆེར་ཁྱེད་ལྟ་མཁྱེན་གྱི་རེད་ན་ད་གང་བྱེད། ཕོ་བ་དང་རྒྱུ་མ་དང་གཅིག་མཁྲིས་བ་དང་མཆིན་པ་དང་གཅིག་ཟས་སྙིང་དང་གློ་བ་དང་དེ་ཚང་མའི་བྱེད་ལས་དེ་ཡག་པོ་ཡོང་ནས་རང་བཞིན་མེད་པའི་གཟུགས་པོའི་འཕྲོད་བསྟེན་ཡག་པོ་ཆགས་ཡོད་རེད་བ། འོ་ད་དཔེ་འདི་ནང་བཞིན་བཞག་ནས་ཕོ་བའི་མི་འབྲེལ་དེ་གལ་ཆེན་པོ་ཡིན་པར་ངོས་འཛིན་ཅིག་གནང་གལ་དེ་ཆེན་པོ་ཞེ་བོ་ཞིག་འདུག། ད་ཐང་ད་དད་ག་རེ་བྱུང་ཡིན་ཟེར་ན། ཕོ་བའི་མེ་དྲོད་ལ་གཞན་དག་གནོད་བསྟད་མཁན་ཁ་སེང་གོང་དུ་ཤི་བོ་དེ་སྟག་ཟས་ཀྱི་ལྐོག་དེར་བ། ཨ་འདི་དེ་ནག་ད་ཅིག་ཁ་ལག་དུས་ཚོད་མ་ཟ་ཡ་དང་ཅིག་ཁ་ལག་ཕོ་བ་སྟོང་པ་ལས་ལས་ཀ་ཤུགས་ལས་བྱས་ད་དེ་འདྲའི་སྐོར་བྲེ་ཤ་ཁ་ཅིག་ད་སྤྱོད་ལམ་ཐོག་ནས་བསྡད་ཡོད་རེད། ད་ཐང་ད་ངས་དེ་ག་ལ་ཕར་མ་ག་རེ་ཞུ་ཡ་ཡོད་ཟེར་ན། ད་ཕར་མ་ཅིག་འདིར་བཞག། ད་ང་ཚོ་སྤྱི་ཚོགས་ནང་ལ་དེ་བས་དར་ཁྱབ་ཆེན་པོ་ཞུ་རྒྱུ་རེད། དེ་ག་རེ་རེད་ད་དེ་ག་རེ་རེད་ཟེར་ན་ཐ་མག་དེ་རེད། ད་ཐ་མག་ཆུ་ནང་འབྱོར་བ་ཞེ་ད་ཟོ་རེད་ད་ཞེ་ས་ཆུ་ནང་ད་ཐ་མག་དོན་ལ་ཞེ་ས་དེ་ག་རེད། ད་ཐ་མག་དེ་ཨ་ནི་གཟུགས་པོ་གི་འཕྲོད་བསྟེན་ལ་བལྟ། ཤིན་ཏུ་ནས་འདོད་ཆེན་པོ་རེད། ད་དེ་སྔ་ཐ་མག་གི་དགེ་དང་སྐྱོན་བྱས་ན་དགེ་ནི་རྩ་བ་ཉིད་ནས་མཐོང་ཡ་ཡོད་མ་རེད་ད་སྐྱོན་ནི་དཔེ་དེ་ཞེ་བོ་ཅིག་ཤུགས་ཆེན་པོ་རེད། ད་དེ་ག་རེ་རེད་ཟེར་ན། ཐ་མག་གིས་གཟུགས་པོ་འཕྲོ་བརླག་བཏང་ཡང་གཟུགས་པོའི་འཕྲོས་དོན་མེད་བ་བཟོས།

ཁོ་གང་ཅག་དུ་བ་དེ་འདིར་བ་དང། དུག་འདྲ་བ་སྦྱོར་བ་དེ་སོང་དང་མང་པོ་བཏུངས་པ་ནི་ཨ་ནི། ཀླད་པའི་ནང་གི་རྩ་དེ་ཚོ་སྐམ་འགྲོ་བས་དང་ཀླད་པའི་གི་བྱེད་ལས་དེ་ཉུང་དུ་འགྲོ་བས་དང་དེ་འདྲའི་ཅིག་ཚད། ད་དེ་ནས་ཐ་མག་དེ་གི་ཨ་ནི་བས་ཁྲག་ལ་ཤིན་ཏུ་གནོད་ཆེན་པོ་རེད། ཁྲག་གི་ནུས་བ་ཁྲག་ཡག་པོ་མེད་བ་ཁྲག་ཡས་དང་ཨ་ནི་དེ་གི་ཞོར་ལ་ཨ་ནི་མཆིན་པ་ལ་སྐྱོན་བཏང་ཡས། ད་དེ་འདྲའི་རྒྱུ་མཚན་མང་པོ་ཅིག་ད་ཁྱེད་རང་ཚོ་དཔེར་ན་དཔེ་རུ་བཞག་བས་ན་ཐ་མག་བཏུང་མཁན་གི་མི་དེ་ཚོ་གི།

ཐ་མ་དཔལ་སྐད་ཅིག་ལ་ཡུ་རོ་ལྔ་སྤྲད་པ་ཡིན་ན་ཟླ་བ་གཅིག་ལ་ཡུ་རོ་བརྒྱ་དང་ལྔ་བཅུ་རེད། ད་དེ་དགོངས་བཞེས་གནང་སྟེ་ཡུ་རོ་བརྒྱ་དང་ལྔ་བཅུ་ཟུར་དུ་བཏང་པར་ལུང་པ་སྐྱོ་བོ་དེ་ཚོ་རྒྱ་གར་དགྲ་བོ་དང་བལ་ཡུལ་དགྲ་བོ་དང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡིན་ན་རེད། ཅིག་ད་དེ་ནས་དཔེར་ན་ད་རྒྱ་ཆེ་དོར་བཤད་པ་ན་ཨ་ཧྥི་ཀ་དགྲ་བོ་དེ་ཚོ་མི་དཔལ་ལུང་པ་སྐྱོ་བོ་དེ་ཚོ་ལ་དེ་ཚོ་གོམས་ཡུ་རོ་བརྒྱ་དང་ལྔ་བཅུ་ཅིག་མི་མང་གི་ཟླ་བ་གཅིག་གི་འཚོ་རྟེན་ཆགས་ཡོང་དགོས་རེད། དེ་གསུངས་དྲག་འདི་འདྲའི་ཐོག་ནས་ཨ་ནི་ཡང་དགོངས་བཞེས་ཀྱི་བཞེས་ནས། ཐ་མ་དེ་ཆོས་མ་བསྐོར་ན་ཞེ་བོ་ཅིག་དེ་དེ་ཐ་མ་ཆོས་ཀྱི་དཔེ་བཞག་སྟེ་གཞན་ལ་ཕན་ཕན་ཐོགས་བྱས་པ་ཡིན་ན། སོ་སོ་སྐྱེས་པ་ན་ཚ་མེད་བ། ཨ་ནི་ཁོར་ཡུག་ལ་རྙོག་དྲ་མེད་བ། ཨ་ནི་གཞན་གཞན་དག་ཅིག་ལ་ཕན་ཡོད་ན་ད་ཆོས་ཕྱོགས་ཐོག་ནས་བྱས་པས་ན་ད་དེ་བྱམས་པ་དང་སྙིང་རྗེའི་ཐོག་ནས་ཨ་ནི་དགེ་བརྩོན་ཆེན་པོ་ཞེ་བོ་ཅིག་མཐོང་གི་འདུག་ཨ་ནི་ཞེ་དག་ཆོས་རྒན་གཞོན་གཞོན་དུ་དགོངས་བཞེས་གནང་རོགས་གནང་ཞུ་གི་ཡིན། ད་དེ་ནས་ཆོས་ཕྱོགས་ཐོག་ནས་བསམ་བློ་བཏང་པ་ཡིན་ན་ཡང་ཐ་མག་དེ་སྡིག་པ་ཆེན་པོ་རེད་བྱས་ནས་ང་ཚོ་སྤྱི་དང་ང་རང་ཚོ་བོད་པའི་སྤྱི་ཚོགས་ནམ་མཁའི་ནང་ལ་བཤད་སྲོལ་ཡོད་རེད་དེ་རྒྱུ་མཚན་ལྡན་པ་ཅིག་མཐོང་གི་འདུག་གང་ཟེར་ན། ང་ཚོ་གི་ཆོས་ཁང་ནང་ལ་སྤོས་ཕུད་བསང་ཕུད་ནི་དཀོན་མཆོག་ལ་ནི་ཞིང་ཁམས་དང་སངས་རྒྱས་ཀྱི་ཞིང་ཁང་ལ་གཙང་མ་བཟོ་ཡ་དང་དེ་འདྲ་ལ་ཕན་གི་ཡོད་ན། དུ་བ་དུག་ཆ་དེ་ནང་དུ་བཏང་པ་ན་དེ་གི་གཏན་དུ་སངས་རྒྱས་ཀྱི་ཞིང་ཁམས་ལ་དང་ཅིག་ག་ཚོད་ད།

རྒྱུན་དུ་ནས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡང་ཕོ་བའི་མེ་དྲོད་ལ་སྐྱོན་བཏང་མཁན་གྱི་ཡང་གཅིག་ང་རང་ཚོ་སྤྱི་ཚོགས་ནང་ལ་ལུགས་སྲོལ་ཞིག་འདུག་བསོད་སྒྲོམ་སྐམ་པོ་བྱོས་ཏེ་ཤ་སྐམ་པོ་བྱོས་སྦྱོར་བ། ད་ཤ་སྐམ་པོ་བྱོས་ཏེ་ཞེ་བོ་གཅིག་གི་ཨེ་ནས་ཡང་དར་སོ་ཆེན་པོ་རེ་བྱ་མི་མང་ཚོ་དགའ་བོ་རེ་ད་དེ་ཟ་དུས་དེ་གྲོགས་ཆེན་པོ་འདྲ་བོ་བྱས་ཡོང། ད་ཡིན་ན་ཤ་སྐམ་པོ་དེ་ཤ་རྗེན་པར་བ་རྗེན་པོ་དེ་སྐམ་སྐམ་ནས་ཨེ་ནས་དེའི་སྒང་ལས་ད་ཐར་ལ་ད་དེ་འདྲ་མང་པོ་བབ་ད་གང་ཆ་ཤ་དེ

ད་ནད་བཟོད་ཀྱི་བུ་དེ་འདྲ་ད་བུ་མིག་མ་མཐོང་བའི་བུ་སྡུག་ཅག་དེ་འདྲའི་ཨ་ནི་མང་པོ་ཤའི་ནང་ལ་ཆགས་ནས་ཨ་དེ་འདྲའི་ཐོག་ནས་ད་འདི་ཤ་དེ་དོར་བུ་གཅིག་རེད་དེ་ག་ལ་ཡང་མགྱོགས་སྐམ་དེ་གཅིག་ཆོད་པ་ཡིན་ན་ཨ་ནི་ད་དེ་བུ་འདྲ་བོ་དེ་ཚོའི་ནང་གོས་ནང་ལ་ཐིམ་བྱས་འདི་གཅིག་ལུགས་སྲོལ་གཅིག་འདུག་ད་དེ་དཔེ་མི་གསལ་གྱི་སྡུག་ཅག་འདུག་བསོད་སྒྲོམ་སྐམ་པོ་དེ་ལྷ་རོ་བྱུང་ན་ཨ་ནི་ཕྱི་ལོག་ནས་སྐམ་ཤ་སྐྱོར་མིའི་རྩ་ནས་ཉོས་ནས་མ་ཆོ་ནས་ཡག་པོ་འདུག་ད་དེ་ན་ངས་དཔེ་ག་རེ་ཟེར་ཞུ་དགོས་ཟེར་ན་ངས་མ་སྔ་མོ་ང་ཚོ་རྒྱ་གར་དེ་ག་ལ་ཡིན་ན

པའི་ཧང་སང་ཡིག་ཚོར་བུ་རེ་བཞག་ཡག་པོ་མི་འདུག་ང་རང་ཚོ་སོ་སོའི་རིག་གཞུང་ལས་གནོད་སྐྱོན་ཡོད་བ་དང་སྐྱོན་འདུག་ཟེར་ང་ཚོ་དེ་ད་དེ་ཚོ་བྲལ་ཏེ། དེ་ནི་ས་དྲང་ས་ལ་ད་ད་ཨ་ལེ་སྦུག་གི་ན་ཚ་དང་དེ་འདྲ་མ་ཟོས་ས་དམའ་ས་རེ་ཟོས་པས་ནི་ཁོག་པའི་ནར་སྦུག་མང་པོ་ཟོ་ར་ད་དེ་ད་ཁོག་པའི་ནར་སྦུག་དེ་ང་རང་ཚོ་ཚང་མས་ཧ་གོ་ར་སྦུག་དཀར་བོ་ཤིབ་ཤིབ་ཆུང་ཆུང་དེ་འདྲ་ཡོད་ར་སྦུག་རིང་པོ་དེ་སྲིན་འབུ་ལ་རིང་པོ་དེ་འདྲ་ཡོད་ར་སྦུག་ལེབ་ལེབ་དེ་འདྲ་ཡོད་རེད།

ག་རེ་བྱས་ན་མ་དང་ཤ་དེ་གཙང་མ་ཞེ་བོ་ཅན་ཡོང་ཡས་ཅང་མི་འདུག་དེ་སོང་ཙང་བསོད་སྒྲོམ་སྐམ་པོ་དེ་ཆོས་མ་བསྐོར་ན་ཡག་པོ་རེད་གལ་ཏེ་ངས་ཆོས་བསྐོར་ན་གཙང་མ་ཡག་པོ་ཅིག་བསྐམ་ནས་དགུན་ཁ་མི་ཐོན་མ་ཆོད་ན་ཡག་པོ་འདུག་ཟེར་ད་དེ་ང་རང་གི་ཡང་ན་ཚའི་ཡོང་སའི་གཞི་ར་བ་ཅིག་མཐོང་སོང་ཕོ་བའི་ན་ཚ་འདྲ་བ་ལ་ཨོ་ད་དེ་ཅིག་ཉིན་སྲན་ཅིག་ཞུ་འོ་བསམ་སོང་ད་དེ་ནས་ད་ཡང་གལ་ཆེ་ཤོས་ཀྱི་ཕོ་བའི་མི་ཐོས་ལ་སྐྱོན་བཏང་མཁན་གཅིག་དེར་ད་སེམས་དང་འབྲེལ་བ་ཡོད་པ་དང། ད་བསམ་བློ་དང་འབྲེལ་བ་ཡོད་པ། ད་ཕོ་བའི་བྱས་ལས་ལ་གནོད་ཆེན་པོ་བསྐྱང་ཡན་གྱི་དེ་སེམས་ཀྱི་འབྲེལ་བ་དེ་ག་རེ་ཆགས་དགོས་ཟེར་ན། སེམས་ལ་བརྟེན་ནས་ནི་རླུང་ལ་ཡང་ནི་གནོད་སྐྱེལ་རླུང་འཁྲུག། རླུང་འཁྲུག་པ་ལ་བརྟེན་ནས་ནི་རླུང་གི་བྱས་ལས་ད་གཟུགས་པོའི་ནང་ལ་ཡང་རླུང་གི་ལས་ཀ་བྱེད་སྦྱོར་བ་དེ་ཚོ་ལ་གནོད་སྐྱོན་བཏང་གི་འདུག་དམིགས་བསལ་གྱི་ད་ཕོ་བའི་ནང་ལ་མེ་མཉམ་རླུང་ཚེ་ནི་ཁ་ཟས་ངལ་གྱི་ཕོ་བའི་མེ་དྲོད་ནང་རེ་བྲེ་ཤེད་ཀྱིས་བརྒྱབ་ཡོད་མེ་མཉམ་རླུང་གི་ལས་ཀ་དེ་ཤུགས་ཀྱི་ལས་ཀ་གལ་ཆེན་པོ་བྱེད་དགོས་བ་རེད་དེ་སོང་ཙང། མེ་མཉམ་རླུང་དང་ག་འདྲེས་འབྲེལ་བ་ཆགས་དགོས་ཟེར་ན་སྤྱིར་བཏང་རླུང་དེ་སེམས་དང་འབྲེལ་བ་ཡོད་རེད། རླུང་སེམས། རླུང་སེམས་ངོ་བོ་གཅིག་ཡིན་ལགས་རེད་རླུང། རླུང་ཤིན་ཏུ་ཕྲ་བའི་རླུང་དང། ཤིན་ཏུ་ཕྲ་བའི་སེམས། རྣམ་པར་ཤེས་པའི་སེམས་འདི་གཉིས་གཉིས་དུས་རྟག་ཏུ་གཅིག་གྱུར་རེད་ད་གཅིག་པ་རེད་གཟུ་བོ་རེད། མིང་གཉིས་ལས་ངོ་བོ་གཅིག་ཟེར་ནས། དེ་སོང་ཙང། སེམས་ཀྱི་བྱེད་ལས་འཁྲུགས་པ་ལ་བརྟེན་ནས་རླུང་འཁྲུགས་རླུང་འཁྲུགས་པ་ལ་བརྟེན་ནས་ནི་ཁྲག་དང་ཆུ་བྱའི་རྒྱུ་བ་དེ་ཚོ་འཁྲུགས་འགྲོ་བོ་རེད། དེ་འདྲས་སོང་ཙང་ཨ་ནི། རླུང་ཙམ་མ་རེད་ཨ་ནི་ཕོ་བའི་སྣོད་ལ་ཨ་ནི་རླུང་ལས་ཀ་ཡག་པོ་མ་བྱས་ན་མེ་ཡག་པོ་འབར་གི་མ་རེད་ད་ཕོ་བའི་མེ་དྲོད་ཡག་པོ་མེད་བ། ཨ་ནི་གྲང་མོ་ཡིན་ན་གྲང་མོ་ལ་ཤུགས་ཆེན་པོ་གི་ནུས་བ་ཤུགས་ཆེན་པོ་རྒྱབ་སྐྱོར་བྱས་ད། ད་དེ་འདྲས་བྱས་ཨ་ནི་གཅིག་ཕོ་བའི་ནང་ལ་ཨ་ནི།

དཀའ་ངལ་ཆུང་ཆུང་ཅིག་ལ་ཕའི་སེམས་ཁྲལ་ཧྲིལ་བོ་རྔམ་དྲག་དང་དེ་ཚོའི་གྲས་དེ་སྤྱིར་བཏང་གི་སྙིང་ལ་དཔེ་མི་སྲིད་ཀི་གནོད་སྐྱོན་ཆེན་པོ་གཏང་གི་རེད་ཀླད་པ་ལ་གཏང་གི་རེད་ནི་ཡང་རྒོལ་དུ་ད་གང་ཅིའི་རླུང་གི་གནད་ཚང་མ་ལ་སྐྱོན་གཏང་གི་རེད་རླུང་ལྔ་ཡོད་རེད་རླུང་མ་འདྲ་ལྔ་བརྗོད་རེད་ད་ངས་མ་འོངས་པ་ལ་འགྲེལ་བཤད་རྒྱ་ཡག་གི་ཐབས་ཤིག་ཞུ་གི་ཡིན་དེ་ནང་ནས་ད་མེ་མཉམ་རླུང་ལ་སྐྱོན་གཏང་གི་འདུག་དེ་སོང་ཙང་མི་མང་ལྷན་རྒྱས་ཚོ་དེ་ཚོའི་དགོས་པ་རྒྱུ་མཚན་གཟེད་བྱས་ནས་སེམས་ལ།

ད་དེང་དུ་ནོར་འཁྲུལ་བྱས་པ་དང་ནོར་བ་དང། མ་རུང་བའི་ཐོག་ནས་སོ་སོས་ནོར་འཁྲུལ་བྱས་པ་དེ་གི་དེ་གི་རྐྱེན་བྱས་ནས་ད་འབྲས་བུ་ག་རེ་ཡོང་གི་ཟེར་ན་འབྲས་བུ་དེ་ན་ཚ་ཡོང་གི་རེད། ད་ན་ཚ་འདྲ་མ་འདྲ་ཅིག་ཡོང་གི་རེད། ཕོ་བའི་ན་ཚ་རེད། ད་ཕོ་བའི་ན་ཚ་ལ་རྐྱེན་དང་ད་འཇུ་དགུ་ལ་ཡང་ཆུ་མགོ་ཆུ་མགོ་རེ་སྐྱོན་ཤོར་ན་ཨ་འདིའི་འགྲོ་ས་ཆུ་ཚང་མར་སྐྱོན་ཤོར་ཟེར་ན་ཕོ་བའི་ན་ཚ་ལ་བརྟེན་ནས་ཨ་ནི་མཆིན་པ་ལ་ན་ཚ་བཟོས།

ཨ་ཡ་དགོན་ན་ཨ་ཚ་སྒོམ་ཟེར་དུ་ཨ། སོ་སོ་རང་ཉིད་ཀྱི་ཡག་པོ་ཕྱག་གཡས་དང། སྐྱིད་པོ་དང་མི་ཚེ་དོན་དང་ལྡན་པ། ཚེ་རིང་པོ་གནས་པ་ལ་དཀའ་ངལ་མེད་མགྱོགས། ཅིག་དེ་ནི་སོ་སོ་གི་ཁྱིམ་ཚང་བདེ་བ། ཅིག། བདེ་བའི་རིང་ག་དེ་མི་ཚེ་ཚེ་རིང་པོ་བདེ་བས་ན་ཡང་ནི་མི་ཚེ་སྤུས་དང་ལྡན་པ།

ལེགས་ཉེས་དེ་དབྱེ་བ་ཕྱེ་ནས། ཨ་ནི་ཡ་ག་དེ་གང་ཐུབ་ཐུབ་ལག་ལེན་བསྟར་འདུག་ག་དེ་བ་ཞག་གིས་ཞག་གིས་གནང་དགོས་ཡ་དེ་ད་ང་རྒད་པོ་གི་བསམ་ཚུལ་ཞུས་པ་ཡིན་ང་མཁས་དབང་ཆེ་ནས་ཁྱེད་ཚོ་ལ་མི་མང་ཚོ་ལ་ངས་སློབ་སྟོན་གནང་ཞུ་ཐུབ་ཀྱི་མ་རེད་ཐུབ་པའི་ང་ལ་ནུས་བ་མེད་ཡོན་ཏན་མེད་ཡིན་ན་ད་རྒད་པོ་གི་སྤྱིར་བཏང་གི་ད་ལོ་གཅིག་ལོ་བདུན་ཅུ་ཡ་གས་ཕྱིན་པའི་མི་གཅིག་གི་ད་ཉམས་མྱོང་དང་དེ་འདྲའི་ཐོག་ནས་ངས་ང་རང་གི་སེམས་ཁུར་གི་ཁ་ཚ།

དེ་སོང་ཙང་དེ་ངས་དེ་ལ་དུས་ཚོད་ཅིག་བཏང་དགོས་ཀྱི་འདུག་ཨ་ནི་དེས་ད་ཅིག་གྲ་སྒྲིག་བྱས་དགྲ་བོ་བཏང་ཅིག་ང་རང་དེ་འདྲའི་ཀམ་པུའུ་ཏར་དེ་དེ་འདྲ་མཁས་པ་མིན་ང་རང་གིས་ཅིག་ད་ཁ་ཚར་ནང་མི་བུ་མོས་ཀྱི་མག་པ་གི་རོགས་པ་བྱས་ནས་ད་ལྟ་དེ་འདྲ་ཅིག་བར་བཏང་ཡས་བཏང་ཅིག་ཟེར་བས་མ་གཏོགས་ང་རང་ཉིད་ཀྱིས་དེའི་ཐོག་ལ་དེ་འདྲའི་ད་བར་ཅིག་ཞེ་ར་ཤེས་ཀྱི་མེད་དེ་སོང་ཙང་ང་ཚོས་དེ་དུས་ཚོད་བཏང་ཡས་དེ་ཚོ་བཏང་ན་ཅིག། ང་རང་གིས་བར་འདི་བྱས་ཚང་མ་དེ་མི་མང་ནང་ལ་ཅིག་མི་མང་ནང་པ་ཚོ་ལ་ཅིག་ཐུགས་ཕོན་ཅིག་སོན་ན་བསམ་ནས་གང་ཙམ་ད་ང་ཚོ་སྤྱི་ཚོགས་ནང་ལ Insecalate Awareness about Health ཟེར་གྱི་འདུག་ཨ་འཕྲོད་བསྟེན་སྐོར་ལ་ཡང་ན་གོ་རྟོགས་བལྟས་ཚོ་སྤེལ་ཐུབ་ན་བསམ་པའི་གི་བསམ་བློ་གི་ཐོག་ནས་ང་འདི་བྱས་པ་ཡིན། དམིགས་བསལ་གི་ད་ཅིག་རྒྱ་གར་དང་བལ་ཡུལ་དེ་བས་ལ་ཡིན་ན་ནི་ད་ང་རང་ཚོ་བོད་པའི་ལྷ་རྗེ། མཚོ་རྫས་སྨན་པ། ད་ཨམ་ཇི་ད་གང་བྱས།

སྐྱེ་བ་ལ་ཅིག་ཕན་ན་བསམ་པའི་ང་རང་ཀུན་སློང་བཟང་པོ་བྱས་པ་ཡིན། སྐྱབས་མགོན་རིན་པོ་ཆེ་དང་དེ་ནས་ད་བདག་ཅག་སྟོན་པ་རིན་པོ་ཆེ་བཀའ་གནང་བའི་སངས་རྒྱས་ཀྱི་གསུང། ཅེས་གལ་ཏེ་གཉིས་ཀས་ཐུབ་ན་གཞན་ཕན་བྱེད། མཐའ་གཅིག་ཏུ་གཞན་ཕན་བྱེད་ཐུབ་ཀྱི་མེད་པ་ཡིན་ན་གཞན་ལ་གནོད་མ་བསྐྱལ་ཨ་ཟེར་ཏེ་ད་དེ